ཧོ། ལྷན་སྐྱེས་ཞོགས་པ་འདི་ལས། ཁ་སང་གོང་ལ་དེ་ནས་རྗེ་བཙུན་རིན་པོ་ཆེ་འདི་དང་སློབ་མ་དགེ་སྒྲུབ་ཐོག་མ་གི་རྣམ་ཐར་གི་ནང་ལོགས་ལ་ཟུག་རྔུ་དཔལ་དང་དགུན་འཇིག་གི་སྐོར་གང་ཤེས་པ་དང་གང་མཇལ་མྱོང་པ་དང་ཅི་ཞིག་གི་གནད་དུ་གནས་ཐུགས་རྗེས་ཞུ་བ་རེད་ད་དེ་རིང་འདི་ནས་ཡང་རྗེ་བཙུན་རིན་པོ་ཆེ་འདི་སློབ་མ་གྲུབ་ཐོག་མ་གྲས་ལ་དེ་ནས་རེ་མ་འཛིན་སེ་ཨོ་ད་ཁོང་གི་རྣམ་ཐར་དང་དེ་ནས་ནང་སྐུར་ནང་གང་མཇལ་ཐོབ་པ་དེ་ཞུ་གི་ད་ཁོང་གི་མཚན་ཕྱོགས་ཅིག་ལ་དེ་ནས་འཛིན་སེ་ཨོ་དེ་ཡོང་དོན་ག་ཤེས་སྐབས་ལ་དེ་ནས་ལེགས་སེ་མ་སེ་དེ་ཡོང་གི་འདུག་ད་དེ།

ཞི་ཞི་རས་པ་གིས་མཛད་པའི་དགེ། དེ་ཚུན་རིན་པོ་ཆེ་ནམ་མཁའ་ཉི་ཟླ་འོད་ཟེར་སྒྲོན་མེ་ཀྱི་ནང་ལོགས་ལ་དེ་ནི་སློབ་མ་གི་སྐབས་ཀྱི་ཡོལ་བ། སློབ་མ་དེ་མིང་རེ་རེ་རེ་རེ་ནས་མ་གསུངས་པའི་སྐབས་དེ་ན་ལ་གུང་ཐང་གི་མཛངས་མོ་རས་མ་དང་ཟེར་དེ་འདྲ་ཞིག་བཀོད་བཞག་འདུག་ད་དེ་བསམ་བློ་བཏང་དགོས་ས་ཅིག་རེད་འདུག་གུང་ཐང་དེ་ད་རྗེ་བཙུན་རིན་པོ་ཆེ་ཁོང་གི་འཁྲུངས་ཡུལ་དང་འདྲ་རས་པ་གི་ཆ་ནས་རས་པ་ས་ཆ་གི་དེ་འདྲའི་མགོ་རས་དེ་ནི་མཛངས་མོ་ཟེར་ན་དེ་ནི་མཛངས་ཟེར་ཡས་དེ་ང་ཚོ་མཛངས་མ་ཟེར་ཡོལ་བ་ད། བུད་མེད་ཀྱི་ཡོན་ཏན་མང་པོ་ཞིག་ལྡན་འདུག་དེ་འདྲ་ལས་ཁོ་གདུང་བ་དེ་འདི་ཡིན་ཡིན་འདྲ་ཞིག་རེད་འདོད། རེད་མ་ཟེར་ན་དེ་ནས་ཡི་དྭགས་ཀྱི་འཁོར་ཟིན་གོང་དུ་འགྲེལ་བཤད་མང་པོ་ཅིག་བྱུང་སེམས་དཔའ་ར་བ་རྗེ་བཙུན་རིན་པོ་ཆེན་གྱི་སྐུ་མདུན་ལ་དེ་ནས་གསང་སྔགས་ཀྱི་ཆོས་ཉམས་ལེན་ཞུ་ཆོས་དྲུག་གི་གཏི་མུག་གི་ཡོན་ཏན་དེ་ཚོ་རྫོགས་སོང་དུས་དེ་ནས་ཡང་ཕུལ་དུ་བྱུང་བ་ཆགས་སོང་དུས་རེ་ཧུ་ཏང་ཆེ་གེ་འགྲིག་ལྡན་གི་འོ་ད་དེ་འདྲས་ཀྱི་བུད་མེད་ཅིག་ཡིན་པ་དེ་ཚོང་ཡོང་དགོས་འདུག་ད་དེ་སུ་རེད་ད་གང་རེད་ཟེར་བསམ་བློ་བཏང་དགོས་ས་ཅིག་ཆགས་གི་འོ་ར་རྗེ་བཙུན་རིན་པོ་ཆེ་སྐྱེ་རོང་ལས་ཞུགས་བསྡད་པ་ཕ་ཡུལ་ལས་ཞུགས་བསྡད་པའི་སྐབས་སུ་ཁོང་གི་སློབ་མར་གྱུར་བསྡད་པ། ལྷག་པར་དུ་ཁོང་ཐང་སུ་ཡོང་འདོད་དེ་ཁྱེད་རང་ལྟོས་ཡོད་རེད་བ་ཁོང་གི་ཕ་ཡུལ་དེ་འདྲར་བ་ད་སུ་ཡོད་རེད་ཟེར་ཚུལ་གྱི་དགོངས་པ་འདྲ་བོ་ཞིག་བཞེས་དགོས་ཀྱི་འདུག་ད་དེ་ཅིག་བཞེས་ཡོང་ན་དེ་ནི་ཕལ་ཆེར་ད་རྣམ་ཐར་གཞན་དུ་གསལ་བའི་མཛེས་ས་དེ་ཡིས་ད་རྗེ་བཙུན་རིན་པོ་ཆེ་གི་སློབ་མ་ཡིན་པ་དེ་ཡང་རྣམ་ཐར་གཞན་དུ་ནང་ལ་གསལ་ཡོང་དགོས་འདུག་བ་ད་དེ་མ་གཏོགས་གཅིག་གིས་འོ་དེ་མ་རེད་འདི་རེད་ཟེར་ཡ་ཅིག་གཞན་དག་ཅིག་འཛུགས་འཛུགས་ས་དེ་ག་ལེ་ཁག་པོ་འདྲ་ཞིག་མཐོང་གི་འདུག་ད་ང་རང་ངོས་ནས་བཤད་ན་ད་ང་དེ་ཞིབ་འཇུག་གོ་མ་ར་བ་ད་ཉམས་ཞིབ་པ་ཟེར་གྱི་འདུག་བ་དེང་སང་ཕྱི་ལོགས་ཁ་ཤས་ལ་དེ།

དེ་དུས་རྗེ་བཙུན་རིན་པོ་ཆེ་དང་འཁྲུངས་ཡུལ་གཅིག་པ་ཡིན་པ་དེའི་གུང་ཐང་ཕ་ངག་གི་ནང་ཚན་དེ་ནི་རྫ་ལང་དེ་ནི་ད་འཁྲུངས་ལོ་འདྲ་བོ་ད་ལྟ་ཁ་ཟས་ཁ་ཟས་ཀྱི་བ་མ་རེད་ད་ལྟ་རྗེ་བཙུན་གྱི་ཡབ་ཡུམ་གྱི་རྫ་དེ་ཇི་སྲིད་ཡབ་ཡུམ་ལ་དེ་ནི་བཀའ་ཁྲོལ་གནང་ནས་དེ་ནི་ད་ཆུང་ཆུང་སྐབས་ནས་དེ་ཆུང་ངེ་འགྲིག་ཟེར་ཡ་ཡོང་གི་ཡོད་ས་ར་བ་ང་མ་ཕུག་ང་ཚོ་ལོ་རྒྱུས་ནང་ལོ་ལོ་གཅིག་ད་བུ་མོ་ཞིག་སྐྱེས་པ་ཡིན་ན་དེ་ནི་ད་ཇི་མ་དེ་ཉིད་མཉམ་དུ་དེ།

ཞྭ་སྒོ་བོར་བ་དང་ཞྭ་མ་སྒོ་འགྲོ་གཉིས་པ་ཁ་ཆུ་ཨང་སྤུར་གྱིས་མཛད་པའི་དེ་ནས་རྗེ་བཙུན་གྱི་རྣམ་ཐར་ཅིག་ཡོད་རབས་པ་ཀ་ཆུ་སེར་འཕྲེང་གི་ནང་ལོགས་ལ། རྗེ་བཙུན་གྱི་རྣམ་ཐར་ཅིག་ཨོ་མི་ལ་རས་ཆེན་གྱི་རྣམ་ཐར་བྱིན་རླབས་སྤྲིན་ཕུང་ཟེར་ད་དེའི་ནང་ལོགས་ལ་དེ་ནས་རྫིག་སིལ་སྐོར་དུ་མང་པོ་ཞིག་མཐོང་ཐུབ་ཀྱི་ཡོད་རེད་དེའི་ནང་ལོགས་ལ་དེ་ནས་ད་ཡབ་བཞུགས་དུས་ལ་དེ་ནས་རྗེ་བཙུན་ལ་བ་ཕྱུགས་ངན་དུ་བྱས་ཤིང་ད་ཕ་མ་རྣམས་ཀྱིས་དེ་ནས་རྗེ་བཙུན་ལ་ན་བཟའ་དང་ཆབ་གུ་དེ་ཚོ་ཕུལ་ནས་ད་ནོར་མེད་སྙམ་པའི་གི་ཐུགས་ཁོང་དགོས་མ་རེད་ཀྱེ་མ་ག་ལི་ཁ་ལི་ཡོང་གི་རེད་ཟེར་དེ་འདྲའི་ཐུགས་སུ་སྣང་བ་རེད་ཟེར་ཡ་འདྲ་བོ་དེ་ནས།

བྲག་དཀར་ལ་ཡ་པོ་ཏོ་ལ་ཡ་ཕེབས་སོང་རེད་ཟེར་དེ་ཡོང་གི་འདུག་ཨ་ཁོ་རང་གཉིས་དེ་ནས་མར་དང་ཤ་དང་དེ་ནས་རྩམ་པ་དེ་ཚོ་ཁྱེར་ཆེད་དེ་ནས་ཕྱིན་པ་རེད་ད་དེ་འདྲ་ཟེར་ཡ་འདྲ་བོ་དེ་ནས་བྲག་དམར་པོ་ཏོ་སྐྱིད་པོ་ཉི་མ་བཙོང་ནས་རྗེས་ཆུ་དང་འབྱེད་ནས་ཆ་བཞེས་ནས་བལ་དག་གི་དག་ཅིག་ལོ་རྒྱུས་འདྲ་བོ་དེ་འདྲ་ཤོད་ག་ལེ་ཁག་པོ་བྱུང་ཡ་དང་དེ་ནས་དང་མིང་པོ་ནས་མ་ཞུ་ཨ་མ་ནས་ཁྲོང་ཡུལ་མི་རྣམས་ཀྱི་དང་པོ་བྱེད་ཟེར་དེ་འདྲ་སྡུག་བསྔལ་ཞུས་པ་རེད་ཟེར་ཡོང་གི་འདུག་ད་འདིའི་སྐབས་དེ་ནས་དེ་ནས་ད་ཁ་སང་གོང་དུ་ཞུས་ཡིན་པ་དེ་ནས་བྲག་དཀར་པོ་ཏོ་དང། ད་ནི་བྲག་དམར་པོ་ཏོ་ཉིད་ནོར་དང་དཀར་དང་དམར་ནི་ཡི་གེ་དྲུག་དང་ནོར་ནི་ད་ཏིག་མགོ་གཅིག་འཁྲུགས་དང་མ་འཁྲུགས་གཅིག་འཁྲུགས་སོང་སྟེ་དེ་དེང་སང་ཡིན་ན་ཡང་བ་དེ་བྲག་དམར་པོ་ཏོ་དེ་བྲག་དཀར་རང་ཚུད་གོ་བ་ལང་དེ་ནི་ལང་བ་མ་ཟད་པའི་གི་དེ་ནི་པོ་ཏོ་གི་སྒྲུབ་ཕུག་དེ་ལ་བྱང་དམར་པོ་ཏོ་ནམ་མཁའ་རྫོང་གི་སྒྲུབ་ཕུག་ཟེར་གི་རོ་ད་དེ་ལས་ཆུང་ཕུག་ཟེར་ཡིན་ཟེར་ལ་བ་ཐེ་འབྲས་ཡོང་སྟེ་ཟེར་ཏེ། སྔ་མོ་ནས་འདི་བྲིས་འདི་བྲིས་ན་བ་ས་ཆ་འཁྲུགས་སོང་རེད་ན་བ་དུང་བ་ཐོབ་ལ་དེ་བྲག་དཀར་རང་རེད་བྲག་དཀར་པོ་ཏོ་རང་རེད་ཨོ་དེ་སྐབས་སུ་མཛེས་སུས་ཀྱིས་ད་རྗེ་བཙུན་ཆེན་པོ་ཁྱོད་ངུ་ཞོན་ནུ་ནུས་མཐུ་མཐུ་ཟེར་དོན་དུ་བླངས། དང་སྡང་བའི་དགྲ་དང་དུ་གཏོར་ད་ཆོས་བྱས་ན་རང་ཁྱོད་དུས་ཨེ་འབར་བཟའ་མཐའི་དགོན་པ་ངོ་མཚར་ཆེན་པོ་རེད་ཟེར་དེ་འདྲའི་ཤེས་དབང་དུ་རྗེ་བཙུན་གྱི་ཞལ་ནས་ད་ཅི་ཟེར་རྒྱུ་ད་དུང་ཁྱིམ་ཐབ་ལ་མ་སོང་བར་དེ་པས་ཕྱི་ཐག་རིང་པོ་རེད་ཟེར་ནས་སོང་རེད་ཁོང་མནའ་མ་འདྲ་ཞིག་མ་སོང་ད་རུང་བཞུགས་བསྡད་རེད་བ། བས་མེད་ད་ཅི་ཟེར་བ་རེད་ཕྱི་ཐག་ཟེར་དུས་ཁྲིའི་ངོ་ཚ་ཨོ་དེ་འདྲའི་པ་ལ་རྒྱ་འདྲ་བ།

གོང་གསལ་ཁ་འདྲ་བ་ཡོད་ས་རེད་ད་ཕག་ཕྲུག་གི་རྗེས་ང་བསོད་ནམས་རྒྱལ་མཚན་གྱི་བཀའ་རྒྱུད་ཆོས་འབྱུང་ཡོད་རེད་བ་དང་བཀའ་རྒྱུད་ཆོས་འབྱུང་སུ་བཀོད་བཞག་པ་དེ་ད་ལོ་རྒྱུས་ཐོག་ལ་སྔ་ཤོས་འདྲ་བ་རེད་ཕྱི་ཤོས་འདྲ་བ་རེད་དེ་མ་གཏོགས་བཀའ་རྒྱུད་ཚང་མ་བཀའ་རྒྱུད་ཆོས་འབྱུང་སུ་བཀའ་རྒྱུད་ཟེར་ཞེ་དྲག་ཁྲི་ཕུག་མི་འདྲ་བ་ཕྱིས་སུ་སྒྲུབ་རྒྱུད་འདྲ་ཞིག་ལབ་ནས་བཞུགས་འདུག་བས་མ་གཏོགས་བཀའ་རྒྱུད་ལབ་དུས་ངོ་ཚ་ཡོད་ས་རེད་ད་ཁྱེད་ངོ་ནས་ཅི་འདྲི་སུ་སུ་སུ་ཆོས་འབྱུང་ཁྲི་ཡོང་དུས་བཀའ་རྒྱུད་ཆོས་འབྱུང་ཁྲི་དུས་བཀའ་རྒྱུད་ཆོས་འབྱུང་ཟེར་ཁྲི་གོ་རེད་བ་ད་ཕྱིས་སུ་དེ་ཁྲི་མི་བུ་ཆགས་ཤ་རེད་དེ་ཕག་ཕྲུག་བཅས་ང་གཅིག་པུ་གི་ད་བཀའ་རྒྱུད་ཆོས་འབྱུང་མིང་ཆེ་བས་དང་ཟེར་བྲིས་གནང་ཡོད་རེད་ཨོ་དེའི་ནང་ལོ་རེད་དེ་ནས་འཇའ་ལུས་བེད་ཀྱི་ཁོངས་སུ་དེ་འཛིན་སའི་སུ་བཀོད་བཞག། ཁོང་གི་སློབ་མ་ད་ལྟ་ཚེ་དབང་རྒྱལ་མཛད་པའི་ལྷོ་རོང་ཆོས་འབྱུང་གི་ནང་དུ་ཡང་ལེགས་གསལ་ཟེར་དེ་འདྲའི་དགོས་འདུག་ཨོ་ད་གི་ཁོང་དུ་ནང་བཞིན་རེད་དེ་ནས་རྗེ་བཙུན་བལ་ཡུལ་ལས་བྱོན་པའི་དེབ་ནས་མཇལ་བའི་ཚེ་ན་དེ་ལེགས་གསལ་ན་རེ། རྗེ་བཙུན་ཆེན་པོ་སྐྱིད་གཞོན་ནུའི་སྟོད་དུ་ཐུགས་སྲས་ལ་སྡང་བའི་དགྲ་དེས་ཐག་ཆོད་བྱས་ནས་རང་རྒྱུད་དུ་ཨེ་འབར་བསམ་གཏན་དགོན་པར་ངོ་མཚར་ཆེ། ཨོ་དེ་འདྲའི་ཞུས་རེད་དེ་ཞུས་འོན་ཏེ་རྗེ་བཙུན་གྱིས་ཤེས་ནས་ཨོ་ད་ལེགས་གསལ་ཁྱོད་ད་དུང་ཁྱིམ་བདག་ལ་མ་སོང་བ་ཕྱི་ཐག་རིང་པོ་རེད་ཟེར་ནས་དེ་ནས་སྡེ་བ་བཅུ་གི་འགོར་ཐོན་དུ་སོང་བ་རེད། སོང། དེ་ནས་ཐིག་གཅིག་ཙམ་ནས་བརྩམས་པའི་གེ་དེ་ནི་འགོས་ལོའི་དེབ་ཐེར་དངོས་པོའི་ནང་སོང་ཡང་རྫིས་གསེར་དུ་འོ་དེ་འཇའ་ལུས་སུ་ཕེབས་པའི་ཁུངས་རྟོགས་ལ་དེའི་གསེར་དེ་ཡོད་རེད་ཁོང་དུ་ཞུ་བའི་ནང་བཞིན་གྱི་འབར་རེག་གི་གསེར་འཕྲེང་དང་རྡོ་ཆེན་གསེར་འཕྲེང་གཉིས་ཀྱི་ནང་ལ་ཡོད་བསྡད་པ་དེ་ད་ག་རང་དེ་ནི་རྗེ་བཙུན་གཙང་གཡུང་ཧེ་རུ་ཀ་གི་ནང་ཁུངས་ནང་ལ་ཡང་མ་བཀོད་ཞེས་བཀོད་མ་མཛད་པས་རྒྱས་པར་བཀོད་ཞེས་ར་བ་འོ་དེ་ནི་རྗེ་བཙུན་ཡང་ཕ་ཡུལ་ལ་ཕེབས་པའི་སྐབས་སུ་དེ་ནི་སློབ་དཔོན་གྱི་གསེར་དེ་ད་ཁྱེད་རང་ཞིང་ཁང་དེ་ཚོ་ཡར་ཞིག་གསོ་ཞེས་རྫིས་གསེར་ཁབ་དེ་ཞུས་ནས་བླ་མའི་རྣམ་ཐར་སྐྱོང་ན་དྲག་གི་རེད་ཟེར་དུས་ད་ང་བླ་མ་མ་དཔལ་གྱི་འགྲོ་བས་མཐོང་དུས་ཡུམ་ཤིག་ཤག་དང་དབུགས

ཅིག་ངུ་གི་འདུག་ཨ་མ་ཤི་ཚུལ་དང་སྲིང་མོ་ཁྱེར་ཚུལ་དེ་ཚོ་བཤད་བྱུང་བས་པས་ཁོང་ཡང་ཐོག་ཤིན་ཏུ་སྐྱོ་བོ་བྱུང་བས་ཁོ་རང་ཡང་ན་པས་ཕྱི་མ་མང་པོ་ཤོར་སོང་དེ་ནས་ངའི་མོར་ཁྱོད་ད་རུང་ཁྱིམ་བདག་ལ་མི་འདྲ་བ་ཕྱི་ཐག་རིང་སོ་དེ་འདྲ་ལབ་དུས་དེ་ནས་ཡིན་ཟེར་སྲིད་ཀྱི་ཨོ་ད་ཁྱེད་ཀྱི་ཆོས་སྐྱོང་ལ་འཇིགས་དྲགས་ནས་དེ་ནས་ཁོང་མནའ་མར་འགྲོ་དགོས་ཟེར་མཁན་ཡང་མ་བྱུང་དེ་འདྲ་བྱུང་བ་ཡིན་ནའང་དེར་འགྲོ་བ་ཟ་བ་ཡང་དེ་འདྲའི་མེད་ད་ཁྱེད་ཆོས་མཛད་པའི་སྔོན་ནི་ངོ་མཚར་ཆེན་པོ་རེད་ད་ཞིང་དང་ཁང་པ་འདི་ཚོ་ག་འདྲ་འདྲ་བ་བྱེད་དགོས་རེད་ཀྱེ་ས་དྲིས་བྱུང་དེ་ནས་དེ་ངའི་མོར་བསམ་པ་འདྲ་གོ་ནས་ད་ང་འཇིག་རྟེན་གྱི་ཁྱིམ་ཐབ་ལ་མ་བྱ་བ་འདི་ད་སྒྲ་སྒྱུ་མ་པ་བཀའ་དྲིན་རེད་ད་ངས་ཆོས་ཀྱི་ཕྱོགས་ནས་མང་ཡག་པོ་རྒྱག་ཆོག་འཇིག་རྟེན་གྱི་ཕྱོགས་ནས་ད་མོ་རང་གི་ལ་ཁོ་ཐག་ཆོད་པའི་གཏམ་གྱི་བཤད་དགོས་ས་རེད་གོ་ནས་དེ་ནས་ད་སྲིང་མོ་འདི་ཁྲེས་སོང་ན་སྲིང་མོ་མོ་རང་དེར་བཞག་གི་དེའི་བར་དུ་ཞིང་དེ་ཁྱོད་རང་ཐོབ་དེ་སྲིང་མོ་བཤད་པ་པ་ཐག་ཆོད་སོང་ན་ནས་ད་ཞིང་དང་ཁང་པ་གཉིས་ཀ་ཁྱེད་རང་ཁེ་སོང། འོ་དེ་འདྲ་ཞུས་གསུངས་པ་ཡིན། འོ་དེ་ཟེར་ཡོང་དུས་དེ་ནི་རྗེ་བཙུན་གྱི་གདངས་ལ་གཏོགས་དཀའ་ཐུབ་འདྲ་བོ་ཞེས་བྱ་ཚུལ་ཞིག་འདུག་དེ་རིང་དེ་རིང་གི་དེར་བ་བྱ་ཚུལ་ཞིག་འདུག་ཟེར་དུས་དེ་ནི་དེ་རིང་དེ་རིང་མ་གཏོགས་སང་གནངས་ཀྱི་ཚེ་ཞིག་ཁྱོད་ནི་མེད་པ་དེ་ལ་དེ་ནི་བྱ་ཚུལ་ཞིག་འདུག་ཟེར་བ་དེ་འདྲའི་རྗེས་དེ་ནི་ཤིན་ཏུ་དགོས་པ་འདྲ་བོ་ཡོད་མ་རེད་ད་དེ་སང་ནི་མི་མེད་པའི་གི་བྲག་ཕུག་ནང་ལ་བསྡད་དུས་གུར་དེ་གང་བ་ནི་དགོས་ཡ་ཡོད་མ་རེད་ད་འཛམ་བུ་གླིང་ཆགས་སྡང་དབང་དེ་ནང་དེ་ཤི་དུས་དུས་ཤི་བའི་ཚེ་ན་བཞག་དགོས་ཡ་རང་རེད་འདུག་དེ་ནི་ད་ལྟ་ནི་བ་བློས་བཏང་ཞོག་ན་ད་ཚེ་འདི་ཅི་ཐམས་ཅད་ལས་སྐྱིད་བ་ཡོང་གི་རེད་ད་ནི་ད་ང་གི་སྤྱོད་པ་དེ་ཡང་མི་ཐམས་ཅད་དང་བ།

རྒྱལ་ཐབས་གཅིག་དང་གཞན་ཕྱོགས་གཅིག་ཕབ་ན་དགའ་ཡག་གི་བསམ་བློ་དེ་འདྲའི་ཏིག་ཏང་དེ་འགས་དེ་དེ་འདྲའི་བྱས་ནས་ཆོག་གི་ས་ཆོད་པ་ཡིན་མདོག་མདོག་བྱས་བསམ་བློ་དེ་འདྲའི་བཏང་དེ་ནས་དངོས་སུ་གི་ལས་ཀ་འདྲ་བོ་བྱས་དུས་དེ་ནས་རྒྱུ་ནོར་རྐྱང་རྐྱང་བསགས་ཅི་སོགས་བྱས་དེ་འགས་ད་མིང་དང་སྙན་གྲགས་དང་ག་ཚད་ཐོབ་ཐོབ་བྱས་འགས་དེ་འདྲའི་ཅི་ཐོབ་མི་ཐོབ་བཏང་ནས་ད་མིང་གཅིག་ཨེ་རག་མི་རག་བཏང་ནས་འགྲོ་དགོས་པ་ད་ང་ཚོ་སློབ་སྦྱོང་བྱས་ཚར་དུས་མིང་ཅི་མ་རག་ནི་མིག་བཙུར་གི་མ་རེད་ཟེར་ནས་དེ་ནས་མིང་ཆེ་ཆུང་ལ་བཙུར་བ་ཞོག་ནས་ཁྲི་ཐོག་མེད་ལ་བཙུར་བ་རྒྱབ་དགོས་རེད་བ་ད་ཐེངས་ཚང་མ་ཁེ་ཕན་དང་འདྲ་རེད་སོང་རེད་བ་ཁྲི་ག་སའི་གདོང་ན་མིག་གི་ཡག་སྣང་འདྲ་ཞིག་བཙིར་རེད་བ་སོ་སོའི་ཡིན་ན་དེ་ཁྲི་ཐོག་དེ་དགའ་རེད་བ་ཧོ་དེ་འདྲ་ཞིག་མིང་ཅིག་ཨེ་རག་མི་རག་བཏགས་ནས་ཆེ་སྟོབས་བྱེད་དེང་གི་ཆོས་བར་ལ་མིང་བཏགས་དེང་གི་ཁུ་སེར་སེར་འདྲ་མང་མང་འདྲ་གོན་དེང་གི་འདི་ཚོ་ཚང་མར་དེ་ང་དཔེ་རྒྱབ་གཏོད་བྱེད་རྐྱང་བྱེད་ཀྱི་ཡིན་རྒྱབ་ལོག་ཡིན་ཡང་ཡིན་ལ་བྱེད་རྐྱང་བྱེད་ཀྱི་ཡིན་ཨོ་དེ་ཁོང་གི་རྩ་བ་ནས་མཐུན་གི་མེད་ཟེར་ད་དེ་ཁོང་ཚོ་ཚན་རིག་གི་ཁེ་ཕན་རྐྱང་རྐྱང་བསམ་བློ་བཏང་ནས་བྱེད་དེ་ཡོད་རེད་བ་ད་ཁྱིམ་ཆེན་ཁྱིམ་ཆུང་པ་ནས་ཁྱིམ་ཆེན་ཟིན་ཟིན་རེད་བ་ད་དེ་འདྲ་འདྲ་བ་ཆགས་སོང་དུས་དེ་གོང་གི་ཚོགས་ལ་དོ་གུ་ཡོག་མ་ར་བ། དང། དེ་མིན་དེ་གའི་ཆོས་པ་རྣམས་ལ་དེ་ནི། ཨ་ཐེག་པ་སོ་སོས་སོ་སོའི་གི་དེ་འདྲའི་འགྲོ་ལུགས་དེ་ཚོ་མ་འདྲ་མ་འདྲ་རེ་རེ་ཡོང་གི་ཡོག་རེད་ཟེར་ལུགས་གནང་ཡོད་ད་དེ་ནི། བསམ་པ་དང་སྦྱོར་བ་ཟེར་བར་བ་བསམ་པ་དེ་གཅིག་པས། མིང་སྙན་གྲགས་ཐོབ་འགོ་ས་འོང་ཡ་གཅིག་ཆེད་དུ་དེ་ནི་ལས་ཀ་ལས་ལུགས་ལས་སྟངས་དེ་འདྲའི་མེད་བ་ཡིན་ན་ད་དོང་ན་ད་ང་དང་དུས་འདིར་ངས་དེ་ལ་ཡང་རྒྱབ་གཏོད་འདྲ་བོ་བྱེད་གི་མ་རེད་ད་ང་ཚོ་ཚང་མ་མཉམ་ཆུང་ངུ་ཞིག་ཆུ་ངུ་ཞིག་བྱས་དེ་ག་རེ་བ་ད་ང་དང་དོང་མ་མཐུན་ན་ངས་སུ་ཡིན་ན་དེ་དཔེ་དེར་རྒྱབ་གཏོད་བྱེད་ཁྱང་ཡིན་འོ་ད་དེ་འདྲས་སོང་དོ། སྟབས་བདེའི་ཁོང་གི་ཉམས་ལེན་ཞེ་སྡང་རེད་ང་ཚོ་རྩ་བའི་གི་ཉམས་ལེན་བྱེད་མཁན་ཚོའི་སྐོར་བ་ཅོ་རི་ཐེ་བ་བྱེད་མཁན་གྱི་ངོས་ནས་བཤད་ན་འདི་ཚོ་ཚང་མ་ལ་དེ་ནི་ད་དགོངས་པ་ལས་ཡང་ཡོད་རེད་པ་འོ་ད་རྗེ་བཙུན་གྱི་དེ་ལ་བརྩི་གི་མེད་འདུག་ད་དེ་ཆོས་ངོ་མ་རེད་མི་འདུག་བསམ་པ་ཅིག་རེད་བ་ད་དེ་ཕྱིས་སུ་ཆེ་ཐབས་རྐྱང་རྐྱང་ལ་སོང་ནས་དེ་དགོངས་པ་དགོངས་པ་ཡིན་ན་དེ་ཆེ་ཆུང་འདྲ་བོ་ཆུ་གཅིག་བྱས་ནས་ང་ཆེ་ལས་ཁོ་ཆེ་ལས་ཁོ་གདན་ས་མ་རེད་ང་གདན་ས་ཡིན་ཁོ་ལས་ང་ང་ལས་ཡིན་འོ་ཁོའི་བླ་མ་ལས་ངའི་བླ་མ་དེ་ཐོ་ལས་ཡིན་དེ་འདྲ་ལབ་དེ་ཡོད་ཀྱང་ཆེ་ཐབས་རྐྱང་རྐྱང་དེ་ལ་བརྟེན་ནས་མི་འཁོར་ད་མི་འཁོར་ན་དེ་ནི་སྒོར་མོ་ཡོང་ཐབས་དེ་འདྲ་རྐྱང་རྐྱང་ནི་འབད་དེ་དགོངས་མཁན་གྱི། ཆགས་སོང་ར་བ་དང་ཚང་མ་ད་ཆོས་དང་འགལ་སོང་ར་སྒོར་མོ་ཡོད་ན་ང་ཟ་གི་ཤོག་ཟེར་ནས་གཞན་དག་རྗེས་འཇོག་མ་ང་ཟ་གི་ཤོག་ངས་དེ་ཡག་ཅིག་མང་ཚེ་གཞན་ལ་ཟབ་ཏུ་ཅིག་རྒྱག་ཡ་ཡོད་ཟེར་རོ་རྒྱབ་ཕྱོགས་གཞན་ལ་ཐོག་ཏུ་ཅིག་བྱེད་ཡ་ཡོད་དེ་འདྲ་མང་པོ་ཅིག་ལབ་ཏུ་དགོས་ཀྱི་ཡོད་རོ་ད་དེ་ཚོ་ཚང་མ་དེ་ད་ལྟ་བསྡད་ཀྱི་མེད་རེད་ད་རྗེ་བཙུན་རིན་པོ་སྲུང་ཙམ་ཙམ་བྱེད་དུས་དེ་ནས་རྗེ་སེ་གེ་དང་འོ་ན་ཁྱོད་རང་གི་ཆ་ལུགས་སྤྲང་པོ་ལས་ངན་པ་འདི་འདྲ་གི་ཆུ་བ་སྔོན་ཆད་ང་མཐོང་མྱོང་མེད་ཟེར་ད་འདི་ཐེག་པ་ཆེན་པོ་ག་འདྲས་ཅིག་གི་ལུགས་རེད་འདི་འདྲ་གོ་མ་མྱོང་རིག་མ་མྱོང་ཟེར་ཡ་ཞུ་དུས་ད་འདི་ཁོང་གི་འདི་ཆོས་ལུགས་དང་ཆ་ལུགས་འདི་ད་ཐེག་པ་ཀུན་གྱི་མཆོག་ཏུ་གྱུར་པ་འདི་རེད། ཐེངས་འདི་ལ་སངས་རྒྱས་སྒྲོལ་བའི་ཆེད་དུ་འདི་ནི་འཇིག་རྟེན་གྱི་ཆུ་རྒྱ་ཐམས་ཅད་རླུང་ལ་བསྐོར་བ་ཞེས་བྱ་བའི་གི་ཐེག་པ་དེ་ཆ་ལུགས་ཡིན་ཟེར་ཏེ་གསུངས་ལ་ད་དངོས་གནས་དེ་ཆ་ཚང་ར་བ་གན་ད་ཡིན་ན་འདྲ་ཆག་ཆག་མང་པོ་མི་དེ་བ་སྐྱེ་ཐབས་བྱེད་ནི་པེ་ཅིག་ཡིད་དབང་འཕྲོག་ཐབས་བྱེད་ནི་དེ་ནི་སུ་སུ་གི་དེ་ལས་སློབ་མ་འགས་དེ་ནི་དུ་ཁོང་འཇིགས་རབ་མཐོ་རབ་ཡག་རབ་རྩ་ཆེ་རབ་དེ་ནི་མང་པོ་དེ་དྲིལ་བསྒྲགས་བྱེད་ནི་དེ་ནི་ཡིད་དབང་འཕྲོག་ཡག་ཐབས་འདུག་རྐྱང་རྐྱང་དང་འགོར་བ་ཞིག་བྱེད་ལུགས་ཁོ་རང་རྗེ་བཙུན་གི་དེ་གི་ཚང་མ་བློས་བཏང། སུ་སུ་གི་དང་ནང་བྷ་གའི་ཆོས་ཀྱི་ཞེ་སྡང་ངོ་མ་དེ་ར་བ་ཆུ་སྐྱེས་རླུང་ལ་བསྐོར་བ། བདག་གི་ཐེག་པ་ཐམས་ཅད་ཀྱི་མཆོག་ཏུ་གྱུར་པ་དེ་རེད་ཟེར་ངོ། ཆོས་ཀྱི་ཉམས་ལེན་ངོ་མར་བྱེད་མཁན་ཡིན་ན་ད་འགྲོ་སྟངས་འདི་རེད་བ། འོ་དེ་རྗེ་བཙུན་རིན་པོ་ཆེ་འགྲོ་སྟངས་འདི་ལྟར་ཡིན་ན་དེང་སང་མཁས་པ་དེ་འདྲས་ཟེར་གི་འདུག་ག་མེ་ལ་རས་བ་ནང་བཞིན་གྱི་རི་ལ་བསྡད་བཞག་ན་དེ་འདྲས་དལ་བ་ཞིག་འགྲིག་ངེས་ཀྱི་མ་རེད་ཟེར་འགྲོ། མེ་ལ་རས་བ་ནང་བཞིན་བསྐྱེལ་ནས་རི་ལ་བསྡད་བཞག་ན་འགྲོ་སྟངས་ཡོང་གི་མ་རེད་ཟེར་འགྲོ། འོ་དེ་ལས་མ་གྲོང་ཁྱེར་ནང་བསྡད་དགོས་རེད་ཟེར་དེ་འདྲས་མཁན་པོ་དེ་འདྲས་ཀྱིས་གསུངས་བསྡད་ཀྱི་འདུག་ག། ཡང་དེ་འདྲས་གསུངས་ཀྱི་འདུག་ག་མེ་ལ་རས་བ་ནང་བཞིན་གྱི་རི་ལ་བསྡད་བཞག་ན།

གྲགས་ལ་བསྒོམས་པའི་སྒོམ་ཆེན་དང་བརྡ་རྩ་བར་སྦྱར་བའི་ཡང་དག་ཉིད་སངས་མཉམ་པོར་རྒྱལ་བའི་རྟེན་འབྲེལ་ཡིན་རྟེན་འབྲེལ་གྱི་སྙིང་པོ་བསྔོ་བ་ཡིན་ཟེར་ཏེ་དེ་རྟེན་འབྲེལ་གྱི་མགོར་བརྗོད་ཡུལ་བ་ཨོ་ཏའི་གསུང་པ་ཡང་ཡིན་ཟེར་ཏེ་ནི་མགོ་འཕམ་ནང་ལ་འཁོད་བསྡད་ཀྱི་འདུག་ཨོ་ཏ་དེ་འདྲ་གི་ཆ་ནས་བྱས་ན་བདག་འཛིན་ཟེར་དེ་གི་རྣམ་ཐར་ཟེར་བ་རེད་ཁོང་གི་ལོ་རྒྱུས་ཨོ་ཏ་དེ་འདྲ་གཅིག་ཡིག་ཆ་དེ་འདྲ་དེ་འདྲའི་ནང་ལ་ཡང་འཁོད་བསྡད་འདུག་ཟེར་ད་མ་ཨོ་ཏ་དེ་མ་གཅིག་ཡིན་ད་འདི་ནི་ངས་ངོ་སྤྲོད་ཞུ་རྒྱུ་དེ་འདྲའི་ཞུ་དགོས་ཀྱི་ཡོད་རེད་བ་ད་དེ་ནི་དྲིན་གྱིས་ཀྱི་ཉག་མ་གི་ཁུངས་ཐོག་ལ་ཡང་འཛིན་ཟེར་ཟེར་གཅིག་ཡོང་གི་ཡོད་རེད་ད་དེ་ད་དེ་གོང་དུ་ཞུས་ཡིན་པ་ལེགས་ཟེར་དང་འཛིན་ཟེར་གཉིས་དེ་གོ་བ་གཅིག་པ་འདྲ་བོ་ཆགས་ཀྱི་ཡོད་དུས་དེ་དང་འདྲ་རེ་སོང་བ་རེད་འདུག་བ། ཨོ་འདི་ག་འདྲས་རེད་ཟེར་དུས་དེ་ནི་གཙོ་གཉེར་ཧེ་རུ་ཀ་ཆེན་པོ་རྒྱལ་མཚན་རིན་པོ་ཆེན་གྱི་གནམ་ཁུག་གི་ནང་ལོགས་ལ་དེ་ནི་རམ་འདེགས་གནམ་ཕུག་མའི་སྐོར་ཟེར་ཅིག་ཡོད་རེད་པ། ཨོ་དེ་ཆད་དེ་ནི་དྲིན་པའི་ཉག་མ་སྐྱིའི་སྐོར་ཟེར་དེའི་ནང་ལོགས་ལ་དེ་འཛིག་སེ་ཟེར་ལིང་ག་ཤར་ཅིག་ཡོང་གི་ཡོད་རེད། ཨོ་དེ་འདྲས་གསལ་རེད་ཡོད་རེད་ད་དེ། དྲིན་གྱི་ལེགས་སེམས་བུམ་དེ་འདེགས་མ་དགོས་ཀྱི་ཡོད་རེད་པ། ཨོ་དེ་བུད་མེད་ཆུ་ད་དེ་གི་མིང་རེད་མ་གཏོགས་གུང་ཐང་གི་འཛིག་སེ་གི་མིང་རེད་མི་འདུག་ཁོ་མ་ཞིབ་ཆ་འདྲ་བོ་བལྟས་བས་ན་ཨོ་ད་དེ་འདྲས་ཅིག་ཆགས་དེ་ཡོད་རེད།

ཡོད་རེད་བ། གྲོག་མ་ཆང་ལྷུང་ལ་ཞུགས་བསྡད་པ་དེ་འདྲ་ཡིན་མི་འདྲ་བསམ་པ་ཅིག་ཡོང་གི་ཡོད་རེད་དེ་གང་ཡིན་ཟེར་ན་ཁ་སང་དཔེ་ཐལ་སྐབས་སུ་ཞུས་རེད་དེ་ནས་རྗེ་བཙུན་རིན་པོ་ཆེན་གྱི་བླ་མ་དྲན་གྲོགས་ཀྱི་མགོར་གསུངས་ས་དེང་སང་དེ་ཞུགས་ཀྱི་འདུག་བ་མི་ལ་རས་འཁྱེར་ཤིང་འཁྱེར་ཟེར་ཁོང་གི་རས་དེ་རླུང་གིས་འཁྱེར་སོང་བ་ཅིག་བཟུང་དུས་དེ་ནས་ཤིང་དེ་རླུང་གིས་ཁྱེར་འགྲོ་ཤིང་དེ་བཟུང་དུས་རས་ཤུགས་དེ་རླུང་གི་ཁྱེར་འགྲོ་དེ་ནས་རྗེ་བཙུན་རིན་པོ་ཆེ་ནི་ས་བློས་ཐང་ཞེས་ད་རེས་ཁྱེར་ན་ཁྱེར་ཤིང་ཁྱེར་ན་ཁྱེར་ཟེར་ཨོ་དེ་འདྲའི་བློས་ཐང་ཞེས་ཞོག་དུས་དེར་དེང་སང་རེས་ཁྱེར་ཤིང་ཁྱེར་ཟེར་ས་མིང་ཁོ་རེ་དེ་འདྲའི་ཐོག་དེ་ཡོད་རོ། ཨོ་ད་དེ་གི་བྱང་ངོས་ཀྱི་ད་དཔེ་སྨྱུག་མ་དང་ཐང་ཤིང་དང་རྟགས་མ་དང་དེ་འདྲའི་ཡོད་ས་ནགས་ཁྲོད་རེད་བ། ད་དེ་གི་སེང་ལ་དེ་ནི་དཔེ་ཐང། རྫི་སེ། ཨོ་ད་དེ་འདྲའི་གི་ཨ་ནི་གི་སྒྲུབ་ཕུག་ཚོམ་སེ་ཤ་མེད་ཡོད་རེད་ཟེར་དེ་འདྲའི་དཀར་ཆག་ན་ཁོད་དེ་དོ་དེ་ལ་གཅིག་གི་དཀར་ཆག་འབྲོང་རྒྱབ་འཁོན་ཆོས་ཀྱི་བློ་གྲོས་ཀྱི་མཛད་པའི་གི་ལ་གཅིག་གངས་ཀྱི་ར་བའི་གི། མི་ཡིག་སྦྱོར་རམ་ཉུང་གནམ་སའི། ཨོ་དེ་ནང་ལོགས་ཁོད་བཞག་འདུག་དེ་ནི་དེ་ན་གར་བསད་ཡོད་རེད་ཟེར་ན་དེ་ནི་ཏོ་ཕག་མོ་ལོག་རུ་ཙམ་གྱི་ཁ་ལ་ཞོག་ནི་དེ་ནི། ཨོ་བླ་མ་དྲན་གྲུབ་མགུར་གསུངས་པའི་ཤུལ་དང། དེའི་རྒྱབ་ཕྱོགས་ཀྱི་བྲག་རྩ་ལ་དཔལ་སྟག་ཨ་ནེ་མཛེས་སེ་སོགས་ཀྱི་སྒྲུབ་ཁང་གི་ཤུལ་བཅས་ཡོད་ཟེར་དེ་སེར་པོ་ཁོད་འདུག་བ་དེ་ཏག་ཏག་ཁོ་རང་འདར་ལྟ་ཡིན་ན་དེ་ང་ཚོ་མཇལ་བའི་ཆེན་པོ་ཡིན་ན་དེ་རི་རྒྱ་ཤིང་ཁྱེར་གྱི་གཡས་གཡོན་ཚང་མ་ལ་ད་སྒྲུབ་ཁང་མང་པོ་ཡོད་རེད་ལྷག་པར་དུ་ད་ལྟ་ཡ་རྒྱབ་ལོགས་དེ་གི་ཡ་བྲག་གི་རྩ་དེ་ཚོ་དེང་སང་ཡིན་ན་ཁོང་རྣམ་པ་གྱི་སྒྲུབ་ཁང།

ཨོ་ད་དེ་ཚོ་དགེ་འདུན་ཆེན་པོའི་ཁོང་གི་གཟིགས་མྱོང་ར་བ་ཁོང་གི་གཟིགས་དུས་དེ་ནས་ང་ཚོའི་ནང་ལ་འཆར་ཀ་གཅིག་མ་གཏོགས་ཡོད་མ་རེད་ད་ལྷོ་རྒྱུད་ནང་ཕག་གི་མདོག་གི་ནང་ལོག་ཅིང་འཆར་ཀ་དམར་པོ་སེ་ཡན་ར་བ་འཆར་ཀ་ནག་པོ་སེ་ཡན་ར་བ་དེ་འདྲའི་འདུག་དེ་སོང་བ་རེད་སོང་མ་ཚད་པའི་ཁོང་གི་ཕྱུགས་ཀྱི་ཚིགས་སུ་བཅད་པའི་ནང་ལོག་ལ་ཚུར་དེ་བཀོད་གནང་འདུག་བ་དེ་ག་ནང་བཞིན་དུ་དེ་ལྷོ་རྒྱུད་ནང་ཕག་གི་ལོ་རྒྱུས་དང་ང་ཚོའི་བོད་རྒྱུད་ནང་ཕག་གི་ནང་ལས་རྒྱ་གར་གི་ལོ་རྒྱུས་ཤེས་ཡང་དུ་བོད་རྒྱུད་ནང་ཕག་གི་ལོ་རྒྱུས་ནང་ལ་བལྟས་དུས་ཆུ་ཁྱི་མྱ་ངན་མི་གཅིག་མ་གཏོགས་མེད་བ་དེ་ནས་ད་ལྷོ་རྒྱུད་ནང་ཕག་གི་ལོ་རྒྱུས་ཚུན་དུ་བལྟས་སོང་དུས། ཨ་ཤོ་ཀ་གཉིས་བྱུང་བསྡད་པ་རེད་འདུག་ག་ལ་ཨ་ཤོ་ཀ་ཟེར་ཡ་གཅིག་ངོ་དེ་ནས་བྱུང་ནས་མྱ་ངན་མི་ནག་པོ་ཟེར་ཡ་གཅིག་བྱུང་དེ་རྗེས་ལ་དེ་ནས་ང་ཚོས་ཡོངས་སུ་གྲགས་པའི་ཆུ་སྐྱེས་མྱ་ངན་མི་ཟེར་སོང་བ་འདྲ་བོ་ད་དེ་འདྲས་ཡོང་གི་འདུག་བ་དེ་ལྟ་བུ་ཡིན་སྲིད་པ་དེ་འདྲས་ཅིག་ཡང་རེད་དེ་དུས་དེ་འདྲས་ཐོག་ནས་ཡང་དགོངས་པ་བཞེས་རྒྱུ་ཡོད་དེ་བ་དེ་འདྲས་ཅིག་རེད་ཤག་དེ་ནས་འཇའ་ལུས་ཚོས་གཤེགས་སོང་པའི་ཁོངས་སུ་དེ་ནས་ཡོངས་གྲགས་ས་བོ་མ་རེད་དེ་འདྲས་ཆགས་བསྡད་འདུག་བ་དེ་དུས།

ཟེར་གྱི་ཡོང་གི་འདུག་རྗེ་བཙུན་གྱི་སློབ་མའི་ནར་ད་ཁོང་ཡང་རེ་ཁུལ་གྱོན་པའི་གནས་ཆུར་མ་བྱིན་པས་རེད་ད་རྣམ་ཐར་ཁ་གསལ་ཡོད་མ་རེད་ཤེས་ཀྱི་མི་འདུག་རྣམ་ཐར་ཟབ་མོ་རེ་མཛོད་ནང་མ་རེད་བྱིན་རླབས་ཆུ་རྒྱུན་དེ་ཚོ་ནང་ལོགས་ཀྱི་བལྟས་ཡོང་དུས་དེ་ནས་གཅོང་རོང་དྲན་ཟེར་གྱི་སྐོར་སྔ་ཕྱི་གཉིས་འདྲ་གཅིག་ཡོང་གི་འདུག་དེ་ཧོབ་སྟེ་བལྟས་ན་གཉིས་ཁ་འབྲེལ་མཚམས་ཀྱི་རས་ཆུང་མ་དང་འབྲེལ་བ་ཡོད་ལྟ་བུ་འདུག་སྟེ་ད་དེ་ནས་མང་ཞིབ་ཆ་འདྲ་བརྟག་ཡོང་དུས་དེ་ནས་བུ་མོ་སྤུན་ལྔ་དེ་དང་དེ་ནས་མཚོ་སྔ་ཐེག་ཆུང་མཇལ་བ་དེ་ད་རས་ཆུང་མ་གི་རྣམ་ཐར་གཅོང་རོང་འབྲེལ་མཚམས་ཀྱི་དཔའ་ཟབ་ས་དེ་རེད་ད་ཕྱི་མ་དེ་ནང་ཡང་རྗེ་བཙུན་རིན་པོ་ཆེ་གི་གཅོང་རོང་དྲན་ཚིག་གསལ་དེ་ནང་ཡང་ཕེབས་ཡོང་དུས

དུས་ངན་གྱི་སྒོམ་ཆེན་སྙིང་རེ་རྗེས་སུ་བསྟེན་ན་སྒོམ་ཆེན་སྙིང་རྗེ་སྐྱེ་གི་ཡོད་རེད་ཟེར་ཏེ་སོང་བ་རོགས་ད་འདི་མགུར་གཞན་དག་ནང་ལ་ད་ཁྲམ་པ་ཡི་དམ་ལྷ་ཞིག་བསྐུར་ཟེར་ད་ག་རང་རེད་ཁྲམ་པ་དེ་ཚོ་དཔེ་དཔེ་མ་བཞེངས་བཞེངས་མ་རེག་རེག་མ་མཐོང་མཐོང་ཡ་ཞིང་ཁམས་འགྲོ་གི་ཡོད་མང་དམྱལ་བ་ལ་འགྲོ་གི་ཡོད་ཡ་འདྲེན་ཞོག་མང་སྐྱེས་ཞོག་དཔལ་ཡི་མདའ་དགོང་ཡི་དམ་གྱི་ཅིག་གསུང་ཞོག་ད་ནང་མཁའ་འགྲོ་མའི་ཅིག་ལུང་སྐྱབས་ཞོག་དེ་ནས་ངས་དེ་རིའི་གསེང་ནས་དེ་ཁྱོད་རང་ཡོང་པའི་ཚུལ་ནང་ལ་འདེད་གཏོང་ཡོང་པའི་ཚུལ་གྱི་མགོ་སྐོར་ཅིག་བཏང་བཞེད་དུས་དེ་ནས་ད་ཚེ་རྩ་ཆེན་ཞེ་བོ་ཅིག་བཙལ་ནས་ད་ད་ལྟ་བར་དུ་མགོ་འཁོར་བསྡད་ཀྱི་ཡོད་རེད་བ་དེང་སང་ཆོ་ལོ་རྐྱང་རྐྱང་བབས་ནས་དེང་སང་ཡིན་ན་དེ་འདྲ་མང་ཐབས་བྱུང་འདུག་བ་དེ་ནི་དཔེ་དེ་ལ་མ་གྲགས་བ་ཁ་ཅིག་ཁེ་ཕན་མཉམ་ལས་བྱས་ནས་དཔེ་དེ་མགོ་སྐོར་སྟངས་དེ་གི་རོ་ད་དེ་རེད་དེ་ལྷག་པར་དེ་ལྟར་སྨྱོན་པ་དེ་ཚོ་ངོ་ཚ་ཁྲིད་མིག་ཐོག་ནས་ཅིག་བྱས་སོང་དུས་ད་དེ་ཚོ་གསལ་ལེར་དྲན་ནས་ཨོ་དེ་དཔེ་ཆ་ཀ་ཤས་རྣམས་ཟོག་པོ་གསུངས་ཞེས་ར་བ་ད་ཟོབ་རྒྱལ་དེ་དྲན་ཆེ་ཤོས་རེད་ང་ཚོ་ལྷ་སྒྲུང་དཔེ་སྒྲུང་གི་དགའ་བ་ཞི་བ་ཅན་རེད་ཟོབ་རྒྱལ་ལྷ་སྒྲུང་དཔེ་སྒྲུང་ཅིག་བཤད་བྱས་དུས་ཨོ་ད་དེ་དཔེ་དེ་ཆགས་དེ་གི་འདུག་བ་དེང་སང། ཆགས་ནས་དེ་པ་སངས་མི་འདུག་མེད་ད་ཚང་མ་རྨོངས་དད་ཀི་ལམ་ནས་ཆོས་དབང་བསྒྱུར་བྱས་ཡ་རྐྱང་རྐྱང་ཆོས་ལུགས་བེད་སྤྱོད་བཏང་ནས་མང་ཚོགས་དབང་བསྒྱུར་བྱས་ཤིང་མང་ཚོགས་པའི་གཡོག་པོར་རང་བསྐུལ་བྱེད་ཀྱི་རེད་པ་དང་ཚང་མ་ངའི་མང་ཚོགས་དང་ངའི་སྦྱིན་བདག་དང་ངའི་བཅས་ཀྱིས་ང་ཚོའི་ལྷ་སྡེ་དང་གཅིག་ཞིག་ལབ་ནས་དོན་དངོས་ཐོག་ལ་དཔེ་ཕག་ས་ཁོ་རེ་མེད་པའི་བཅུན་བྱ་གི་རེད་བ་ཆོས་ངོ་མ་ནི་རྩ་བ་ནས་བསླབ་གི་ཡོད་མ་བ་དངོས་གནས་བྱས་ན་ཆོས་ངོ་མ་དེ་བསླབ་ན་རྨོངས་དད་དེ་སེལ་དགོས་གི་རེད་བ་ད་རྨོངས་དད་དེ་རྩ་བ་ནས་སེལ་རོགས་བྱེད་དགོས་གི་མ་རེད་རྨོངས་དད་དེ་བ་ད་ལོ་མོ་ཤ་འདྲ་བ་ཅིག་གཡོག་ནས་ང་མོ་ཇི་གི་བ་ཧོར་གི་ནང་ལོགས་ལ་མུ་གེབ་ཀྱི་ཞབས་སེ་གཡོག་རེད་ཟེར་འདྲ་བ་དེ་གཡོག་ཤེས་གི་ད་དེ་ནང་ལོགས་ལ་མཁས་པ་རེད་བ་སྒོར་གཞན་དག་ནང་ལ་ཆོས་པ་དངོས་མ་དེ་སྐུ་དྲམ་ཤེས་གི་མ་རེད་བཟོ་གྲབ་གི་མ་རེད།

ཚེ་འཕེལ་ནང་ལ་སྒྲོལ་མས་སྤར་བ་ནང་བཞིན་ཅིག་གི་བེད་སྤྱོད་ཀྱི་གནས་ལུགས་དེ་ཚོ་ཤེས་དགོས་རེད་ད་དེ་སྐྱོན་ནི་ཡོད་མ་རེད་དེ་དེ་ཤེས་ན་དེ་ནས་ངས་སྐྱོན་དེ་རིགས་འགྲོ་རྒྱུར་བསམ་ནས་དེ་ནས་མ་བལྟ་མ་ཉན་དེ་ནས་དེ་ལྟ་རྒྱུ་ཡོད་མ་རེད་དེ་ཉན་རྒྱུ་མ་རེད་དེ་ལྟ་ལོག་རེད་ཨོ་དེ་འདྲས་རེད་དེ་བདུད་རེད་དེ་གདུག་ཅག་རེད་གསུངས་བཞག་ཡོད་རེད་ཟེར་ཡར་དཀྲུགས་མར་དཀྲུགས་མང་ཚོགས་ཐམས་ཅད་རྨོངས་དད་ཀྱི་ལང་ཀ་རྐྱང་རྐྱང་ལ་ཁྲིད་བསྡད་གི་འདུག་བ་དེ་རིང་ཁྱེད་ཚོ་སྙིང་རྗེ་དགོས་ཡ་འདྲ་བ་རེད་འདུག་བ།

རྩ་ནི་རྡུལ་ནི་གཞན་གྱི་དོན་དུ་ཀ་དག་ཆོས་བཤད་སྐབས་དེ་དུས་ནས་མང་ཆེ་བ་དེ་ལ་དད་པ་བྱེད་དེ་ཀརྨ་དེ་ནི་སངས་རྒྱས་ཀྱི་ཆོས་དེ་རྒྱ་གར་ལུང་པ་ལ་དཔེ་དུས་ཚོད་རིང་པོ་ཅིག་དར་བ་རེད་དེ་ཡིན་ན་ཡང་མུས་མཐུས་ནས་དཔེ་དེ་ཞིག་ཧིན་དུ་ཆོས་ལུགས་ཀྱི་དཔེ་གཟེངས་ནས་དེ་ལ་དཔེ་དད་དེ་ཀར་དེའི་དཔེ་སྒྲུང་མང་པོ་ཞེ་བོ་ཅིག་བཤད་དེ་ཀར་བ་དེ་ལ་བདག་ནི་ནང་པ་ཀའི་རིག་པ་ཞེས་གནས་ལུགས་ཀྱི་ཐོག་ནས་འགྲོ་བདེ་བ་དེ་ལ་རྒྱ་བ་ནས་ཡང་དག་ལེན་མ་ཐུབ་པ་རེད་དེ་ནི་བོད་ནང་ལ་དེ་ག་རང་རེད་ཆོས་ངོ་མ་དེ་ཇོ་བོ་བཀའ་ཐམས་པ་རེད་རྗེ་བཙུན་རིན་པོ་ཆེ་ཁོང་རྣམ་པས་གསུང་བ་དེ་ལ་ཡང་མ་ཁག་བྱས་ནས་ཅིག་ཅིག་ལྷ་སྒྲུང་འདྲེ་སྒྲུང་འདྲ་བོ་བཤད་ན། ད་མཐོང་འདྲེ་མཐོང་ཞེས་དེ་ནས་དབང་བསྒྱུར་ཅེས་དེ་ནས་ཅིག་ལྷག་དེ་འདྲེ་བ་ཅང་ཅང་ཤེས་ནས་ནམ་ཁུག་འདྲ་བ་ཡིན་འདས་པ་དེ་ནས་བསམ་བཞིན་དུ་ཅིག་འཇིག་རྟེན་སྐྱོང་པ་ཡང་འདས་པ་བསམ་བཞིན་དུ་གི་ཅིག་དང་སྐྱེ་འགྲོ་དང་ཅིག་བདེ་སྡུག་གི་ཆགས་ཡང་འདས་པའི་སོགས་འདྲ་དེ་འདྲ་ཅང་ཅང་གི་སྒྲུང་ཞིག་ཏུ་འདིར་ཡིད་ཆེས་ཅིག་འདིར་སྐྱབས་བཅོལ་ནས་པའི་མགོ་སྐོར་ཞེས་པ་ཅིག་ཁྲིད་དེ་ཡོད་རབས་ད་དེ་ཚོ་གི་གནས་ཁང་དང་འདྲེ་དེ་གི་ཟླ་བ་དེ་རྗེ་བཙུན་རིན་པོ་ཆེའི་ལུང་བསྟན་བཤད་པར་དུས་ངན་སྐྱེ་བའི་སྙིགས་མ་ལ་དྲན་པ་ཡི་དམ་ལྷ་གཤིན་རྗེ་ཟོག་པོ་རིན་ཆེན་གསེར་ལས་འབྲི་ཆུ་བ་ལམ་མཁའི་གཏོར་བཤིག་ཅིག་དུས་ངན་གྱི་སེམས་ཅན་སྙིང་རེ་འཇེབས་སོ་ནས་སྙིང་རྗེ་སྐྱེས་སྐོར་ཁོང་རྣམ་པའི་གནས་ལུགས་སེང་གེ་ན་དེ་ཤེས་ས་ཡོད་མ་བ་ད། གནས་ལུགས་བཤད་ན་ཚང་ལ་ཕོག་སོང་བ་ན་རྒྱུ་མཚན་བཤད་ས་ཁྱོན་ནས་མེད་པ་ད་རུང་དེ་འདྲའི་དགོས་ཡོད་ཟེར་ནས་ཨུ་ཚུགས་བརྒྱབ་ནས་པད་མ་རེ་བསྐུལ་ཟེར་ཏེ་ཤུགས་ཆེན་པོ་དེ་སེ་གཅིག་གི་སྒྲིབ་སྡུག་ཡོད་རེད་པ་དང་སྒྲིབ་པ་ཟེར་ཏེ་ན་ད་ལབ་ས་ཁྱོན་ནས་མེད་པ་རེད་དེ་འདི་ད་ཆོས་འབྱུང་རོང་གི་བུ་མོ་སྤུན་གསུམ་ཟེར་ཡོང་གི་འདུག་འདི་ན་ཁ་ཤུགས་གཅིག་ནང་ལོར་སྤུན་བདུན་འོང་དེ་ནི་ང་གུང་ཐང་གི་མི་ལ་རེ་བ་སྙིང་ཡང་འཕར་རྩེ་ཚུལ་བྱེད་རེད། སྙིང་ཤིང་མདོག་དཀར་འདྲེན་པར་ནག་ཕུག་སོ་ཡོལ་བལྟ་བའི་བསམ་ལ་ཁ་ཐུམ་གྱི་བོད་པ་ལ་མེ་ལ་རས་པའི་གདམས་ངག་ཤེས་ཟེར་བསམ་པར་བརླག་ཁ་ཐུམ་ཟེར་ད་དེ་བོད་ཡིག་སྐད་ཆ་གོ་བདེ་པོ་ཞིག་རེད་བསམ་བློ་ཞིབ་ཕྲ་བཏང་ན་གདམས་ངག་ཡོད་རེད་ད་དེང་སང་རྨོངས་དད་ཅན་གྱི་བསམ་བློ་དེ་བསམ་བརླག་ཁ་ཐུམ་རང་ཆགས་བསྡད་ཡོད་རེད་རང་གི་བསམ་བློ་ཁ་བྲལ་བཏང་དགོས་གནས་ལུགས་ཁ་འབྲལ་གྱིས་སུ་འགྲོ་མ་ཤེས་པ་ཞིག་རང་གིས་རང་བརླག་ནས་ཁ་ཐུམ་བྱེད་འོ་ད་སྡུག་སུ་བསྡད་བསྡད་རོགས། ཆུ་ལེན་ཕྱག་རྒྱ་འཇལ་བ་ཡིན་ཟངས་ལེན་ཟངས་ངན་ལེན་ཟངས་ཀྱིས་བསྐོར་བ་ཡིན་གསུངས་ནས་དེ་ནས་བཤགས་པ་བྱས་དུས་རྗེས་སུ་གསུང་བར་བསྐུལ་ནས་སློབ་མ་གྲུབ་ཐོབ་ཅིག་བྱུང་སོང་རེད་ཟེར་ཏེ་ཡོང་གི་འདུག་ཨོ་དེ་རེད་དེ་དང་དེ་ནས་འཛམ་གླིང་ཧེ་རུ་ཀ་གི་ལས་བེད་ཀྱི་རྣམ་འཁོར་ཆེན་མོ་གནང་ལོ་དེ་ནས་དཔེ་བསྐུལ་ནས་པར་འཕྲིན་དུ་ཕེབས་པའི་ལམ་བར་དིང་རིར་ཕེབས་པའི་དུས་སུ་ཁོང་ལམ་ཁ་ཅིག་ལ་ཉལ་སྡོད་པའི་སྒོ་སྣུམ་སྔོན་ལ་འགྲོ་བའི་བུ་མོ་སྤུན་བདུན་དེ་འཕྲད་ནས་མགུར་འདི་གསུངས་པ་རེད་ཡོང་གི་འདུག་བ་དེས་ད་ལྟ་དིང་རི་གངས་དཀར་གྱི་ལྷོ་ཕྱོགས་འོ་ད་ན་བ་སྒོམ་ཕུག་ཟེར་ས་དེའི་ཉེ་བའི་ཐང་གཞུང་ལ་རྗེ་བཙུན་རིན་པོ་ཆེ་འདུ་བུ་མོ་བུ་འདི་མཇལ་ས་རེད་ཁག་གཉིས་ཡག་ཙམ་མ་རྩེ་ཡོད་རེད་ཟེར་གི་འདུག་བ་ད་འདི་ཚོ་གྲས་གཅིག་དང་འབྲེལ་བ་མེད་འགྲོ་བསམ་པ་ཅིག་རེད་ཡིན་པའི་རྒྱུ་མཚན་འདྲ་བོ་ད་དེ་འདྲ་བྱེད་དགོས་ཡ་ས་གོ་ར་ཡ་བསམ་བློ་འདྲ་བོ་འདི་ནང་དུ་ས་ཕུང་འདྲ་ཅིག་ག་ནས་ཡོང་དགོས་རེད་ཟེར་ན་དེ་གཞི་གཅིག་རེད་བས་མཛེས་བོད་ཀྱི་རྣམ་ཐར་གྱི་ནང་ལོ་དེ་ནས་རས་མ་ཆོས་ཀྱི་བྱང་ཆུབ་དེ་དྲངས་བཞིན་ཡོད་རེད་ལོ་མེད་ན་དེ་མ་མཛེས་བས་རས་མ་ཆོས་ཀྱི་བྱང་ཆུབ་ཀྱི་དེ་ནས་ང་ལ་འཕྲུལ་རྒྱལ་བའི་བླ་བ་བྱུང་ཟེར་བས་མགྱོགས་པོ་ཞུ་བ་ཅིག་སྐྱེས་སོང། དེ་སྙིང་རུས་ཙམ་ཡང་མ་བཤད་དེ་ད་རྗེ་བཙུན་གྱི་བྱིན་རླབས་ཡིན་པ་རེད་དེ་འདྲ་ཡག་ཤོས་དུས་རྗེ་བཙུན་མི་ལས་ཤེས་ནས་དེ་ནས་སྐྱིད་པ་ལས་བུད་མེད་དེ་དྲོད་ཆེ་བ་ཡོང་གི་ཡོད་རེད་སྤྱིར་ཟེར་ན་ཉོན་མོངས་པ་ག་ཚད་ཆད་ཙམ་གྱི་ཐེག་ཙམ་གྱི་རྩ་བཟང་བ་ཡོང་གི་ཡོད་རེད་དེ་རྩ་བཟང་དེ་ནས་ཉོན་མོངས་པ་དེ་ཆད་སོང་དུས་དེ་ཉམས་ལེན་དང་འབྲལ་སོང་རོ་བ་དེ་འདྲའི་གཏུམ་མོ་དང་དེ་འདྲ་འབྲལ་སོང་དུས་དེ་ཡེ་ཤེས་སུ་འགྲོ་བ་ཡིན་སོང་ནས།

འོ་དེ། དཔའ་དར་འབུམ་དུ་ཡོང་གི་འོ་རེད་འདིའི་སྐབས་སུ་དཔའ་དར་འབུམ་མེད་པའི་ཆེད་དུ་ཆོས་ཀྱི་བྱང་ཆུབ་ཡོང་འདུག་ཐེངས་འདིར་ད་ཡང་ན་འདི་ཆོས་ཀྱི་བྱང་ཆུབ་དེ་དཔའ་དར་འབུམ་གྱི་ཟང་ཟིང་འདྲ་ཨེ་རེད་མེད་རེད་བསམ་ན་ཡང་ཅིག་དོགས་པ་འདྲ་བོ་སྐྱེ་ས་ཅིག་ད་ཡོང་གི་འདུག་སྟེ་ད་ཡིན་ན་དེ། འདི་རེད་འདི་མ་རེད་འདྲ་བོ་དེ་ཞུ་ཐུབ་ཀྱི་མེད་ངེས་ད་དེ། དཔེ་ཀློག་འདྲ་བོ་བྱེད་པའི་གི་འབྲས་བུ་འོ་ད་དེ་འདྲ་ཡོང་གི་འདུག་དེ་ཡོང་དུས་ད་དེ་ཚོ་འདྲ་བོ་འདི་རུ་སོང་དུས་དེ་རྣམ་ཐར་ཁ་ཤས་ཁ་ཤས་ན་ད་ལྟ། རྣམ་ཀུན་ཟབ་མོ་ཡིན་ན་རེད་མཛོད་ནང་མ་ཡིན་ན་དེ་ཚོ་ནང་ལ་ཕར་ཚུར་གོ་རིམ་འདྲ་བོ་དེ་ནས་ཕར་ཚུར་ཏིག་ཏིག་ཏིག་ཏིག་འཁྲུགས་སོང་བ། རེད་བསམ་པ་ད་དེ་འདྲ་ཡོང་གི་འདུག་སྐབས་དེ་འདྲ་བོ་རིམ་པས་རིམ་པས་བྱས་ཡོང་བ་རེད་བ། འོ་དེ་འདྲ་ཡོང་སོང་དེ་ཡང་དེ་དེ་བར་དུ་འཁྲུགས་ནས་མི་གསལ་བར་གྱུར་སོང་བ་རེད་གཅིག་ནི་དེ་ནི་ད་ལྟ་དེ་ནང་ལ་ཡོད་ཚད་ཚང་མ་དེ་ནང་ལོགས་ལ་ཆ་ཚང་བ་ཅིག་མིན་པར་ད་དུང་ཞེ་ཆེ་རེད་བ་གད་ད་བཀའ་ཤག་མང་པོ་ཅིག་ཟེགས་སོང་བ་རེད་བ་རྣམ་ཐར་དེ་ནི་བརྒྱ་དང་ཉི་ཤུ་རྩ་བདུན་ཟེགས་པོ་སོང་བ་རེད་དེ་ཚོ་ནང་ལོགས་ད་འདི་ཚོ་སྐོར་གསལ་དུ་ཡོད་རེད་བ་དེ་ཡིན་དུས་ད་ལྟ་ཡོད་བ་འདི་ཚོ་ཙམ་ཡིན་ན་ཡང་རྗེ་བཙུན་མགོན་པོ་ཇི་ལྟར་ཆ་ཚང་བ་རེད་དེ་ཡིན་ན་ཡོངས་སུ་རྫོགས་པ་ཅིག་ཡིན་པ་རེད་ཟེར་ལབ་དགོས་ན་དེ་ནི་དཀའ་ལས་ཁག་པོ་ཡིན་པའི་གསལ་བཤད་འདྲ་བོ་ཅིག་བྱས་ཡོང་གི་ཡོད།